ལོ་བརྒྱད་བཅུ་དྲུག་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་ཤ་མོང་ཡ་གཅིག་ས་འོག་ཐུག་པའི་ལོ་རྒྱས་དེ་ལྟ་གི་ཡིན། བི་ཡང་མིན་གྱི་སྡེ་ཤོག་ལ་མིག་ལ་སྐེ་ཤེད་གསོ་བ་ཞིག་ཡོད་པ་དང་སོ་ཁོངས་ལ་སྤུ་ཞིག་ཡོད་པ་དང་དེ་ཡི་མིང་ལ་ས་འོག་ཟེར། ས་འོག་ནི་ཨིས་ར་ཨེལ་མི་མང་རྣམས་ཀྱི་གཅིག་ནས་མིའི་ཞིང་གཤེགས་རྫི་ཤོས་ཤིག་ཡིན་པ་མ་ཟད་ཁོ་གི་གྲགས་པ་ལས་ཐུ་བ་ཨིས་ར་ཨེལ་པ་མིའི་སྲིད་སྤྱི་ཡོད་པ་མ་རེད། སྐྱེ་བཤད་ཀྱི་བོང་གུ་ཁ་ཤིང་བརླག་ཟིན་པ་དང་ཁོའི་གཡོག་པོ་གཅིག་དང་གནམ་དུ་ས་འོལ་བོང་གུ་རྣམས་འཚེད་དུ་བཏང་བ་རེད། ས་འོལ་དང་གཡོག་པོ་གཉིས་ཀྱིས་ཉི་མ་མང་པོ་བོང་གུ་འཚེད་ཀྱང་རྙེད་མེད་པ་རེད། ས་འོལ་གྱིས་རང་གི་གཡོག་པོ་ལ་བརྗོད་པ། ད་ང་ཚོ་ནང་དུ་ལོག་འགྲོ་གི་ཡིན་གལ་སྲིད་ང་ཚོ་ཕར་ལོག་མ་འགྲོ་པ་ཡིན་ན་བོང་གུ་ལས་ལྷག་པ་ང་ཡི་ཨ་ཕ་ཡིས་ང་ཚོ་ལ་སེམས་ཁྲལ་བྱེད་ཀྱི་རེད། གཡོག་པོ་ཡི་ལན་དུ་ལྟོས་དང་དྲུང་ཆེ་དེ་ཡི་ནང་དུ་ལུས་བསྟན་པ་ཞིག་ཞུ་ཡིས། ཁོང་གིས་གང་གསུངས་པ་ཐམས་ཅད་ཡོང་གི་ཡོད་པས་མི་ཐམས་ཅད་ཀྱིས་ཁོང་ལ་གུས་ཤུགས་ཆེན་པོ་བྱེད་ཀྱི་ཡོད། ང་ཚོ་ཁོང་ཙང་འགྲོ་ནས་སྐད་ཆ་དྲིས་པ་ཡིན་ན། ཁོང་གིས་བོང་གུ་གང་དུ་སྙེག་གི་ཡོད་པ་དེ་ང་ཚོ་ལ་གསུངས་སྲིད་ཀྱི་རེད། དེ་ནས་ཁོང་ནི་གྲོང་ཁྱེར་དུ་ཕྱིན་པ་དང་སྐབས་དེར་ཞྭ་མོ་གཡར་ནས་མཆོད་ཁང་ལ་མཆོད་པ་ཕུལ་བས། འགྲོ་བའི་སྐབས་དེར་ཁོང་ནི་དག་ཐུག་པ་རེད། ཉི་མ་གཅིག་གི་སྔོན་དུ་ཡ་ཧོ་ཝཱ་དཀོན་མཆོག་གིས་ཞྭ་མོ་གཡར་ལ། སང་ཉིན་དེའི་དུས་ཚོད་ལ་ངས་མི་ཞིག་ཆེད་བཙའ་གཏང་གི་ཡིན། ཁོང་ནི་སྦེ་ཡ་མིན་གྱི་སྡེ་ཤོ་ནས་རེད། ཁྱེད་ཀྱིས་ཁོང་ལ་སྨྱུག་བྱོས་ནས་ཨིས་ར་ལི་པ་རྣམས་ཀྱི་རྒྱལ་པོ་བསྐོས་དགོས། ཁོང་གིས་ངའི་མི་སྲི་རྣམས་པི་ལི་ཤེ་པ་ལག་ནས་གཅོད་གནང་གི་རེད། དེ་ནས་ས་ཨུལ་དྲུང་ཆེ་ཆེ་འཇོལ་སྒོ་ལ་ཕྱིན་པ་དང་དེ་ལ་མི་ཞིག་ལ་ལུས་བསྟན་པ་དེ་བཞུགས་ས་ག་བ་ཡིན་ན་ང་ལ་བསྟན་གནང་རོགས་ཞེས་ཞུས་པ་དང་མི་དེ་ཡི་ལན་དུ་ང་ནི་ལུས་བསྟན་པ་ཞྭ་མོ་གཡའ་ཡིན། བོང་གི་ཡི་སྐོར་ལ་སེང་ཁྲི་མ་བརྗེད། ཉི་མ་སྲོང་གཅིག་སྔོན་དུ་བླ་སེང་པའི་བོང་གུ་ནང་སྙེགས་ཡོད། དེའི་སྐོར་བཅས་སེང་ཁྲིའི་མ་རྗེས་ཨིསི་རཱཨེལི་མི་མང་ཆེས་ཧ་ཅང་གིས་འདོད་པ་བྱས་ཡོད་པ་དེ་སེ་ཡིན་ན། དེ་ནི་ཁྱེད་དང་ཁྱེད་ཀྱི་ནང་མི་རེད་ཞེས་སྨྲས་སོ། ཤ་མུ་ཡལ་གྱིས་ས་ཨུལ་ལ་ཁ་ལག་ཞིམ་པོ་སྤྲད་པ་དང་མཚན་གཅིག་ཁོང་ནི་གནམ་དུ་བསྡད་པ་རེད། དེའི་ཕྱི་ཉིན་ས་ཨུལ་ནང་དུ་ལོག་འགྲོ་བའི་སྐབས་སུ་ཤ་མུ་ཡལ་ཁོང་ཅེས་ཁ་འགྲོ་བ་རེད། ལང་ག་ལ་འགྲོ་བཞིན་ཡོད་པའི་སྐབས་སུ་ཞྭ་མོ་ཡལ་ཅིག་ས་འོག་ལ་འགྱོད་པ། དེ་ལ་ཏོག་ཙམ་བསྡད། དཀོན་མཆོག་ནས་བྱུང་བའི་བཀའ་དེ་ངས་ཁྱོད་ལ་སྤྲད་གི་ཡིན། དེ་ནས་ཞྭ་མོ་ཡལ་ཅིག་སྣུམ་སྣེ་ཆེ་ནང་ནས་ཁ་གཅིག་པུ་ཡི་སྣུམ་དེ་བླངས་ཏེ་ས་འོག་ཡི་མགོ་ལ་བླུགས་ཏེ། ཁོང་ལ་ཁ་གཅིག་ནས་སྨྲས་པ། ཡ་ཧོ་ཝཱ་དཀོན་མཆོག་གིས། ཁྱེད་ལ་སྣེ་གཅིག་འབུམ་ཨིསི་རཱལ་ལའི་ཆེས་རྒྱལ་པོ་བསྐོས་ཡོད། ཁྱེད་ལང་ག་ལ་འགྲོ་བཞིན་ཡོད་པའི་སྐབས་སུ་མི་གཉིས་ཐུག་གི་རེད། ཁོ་གཉིས་ཀྱིས་ཁྱེད་ལ་ཁྱེད་ཀྱིས་འཚེ་བཞིན་ཡོད་པའི་བོང་གུ་དེས་སྙིང་འདོད་ཟེར་གི་རེད། དེའི་རྗེས་སུ་ལུས་རྟེན་པ་མི་འཚོགས་ཞེས་རེ་ནས་མ་བོས་པར་ཁྱེད་ལྟར་ཐུག་གི་རེད། དེ་དག་གི་སྟེང་དུ་མི་མང་རྣམས་ཀྱིས་རིན་ཡང་བཏང་ནས་ཞེ་ཁྲོ་གི་རེད། དེའི་རྗེས་སུ་ཡོད་པའི་ལུང་བསྟན་པ་རྣམས་ཀྱིས་ལུང་བསྟན་གནང་གི་རེད། གློ་བུར་དུ་ཡ་ཧོ་ཝཱ་དཀོན་མཆོག་གི་ཐུགས་ནུས་དེ་ཁྱེད་ལ་འཕེལ་ཡོང། ཁྱེད་ཀྱིས་ཀྱང་སྐུ་ཚོགས་དང་གནམ་དུ་ལུང་བསྟན་བྱེད་ཀྱི་རེད། དེ་ནས་ཁྱེད་སྔར་དང་མ་འདྲ་བར་ཁྱད་དུ་འཕགས་པ་ཞིག་བྱུང་གི་རེད། ཁྱེད་སྔོན་དུ་གྷིལ་གཱལ་ལ་སོང། དེ་ལ་ཉི་མ་ལྡུམ་ང་སྒུག་ནས་བསྡད། ང་མ་ཡོང་ནས་དཀོན་མཆོག་ལ་སྨྲ་བརྗོད་ཕུལ་བ་དང་དེ་ནས་ངས་ཁྱེད་ལ་གང་བྱེད་དགོས་པ་དེ་ལོག་གི་ཡིན། ཤ་མུ་ཡལ་གྱིས་ཤ་འུལ་ལ་གང་གསུངས་པ་དེ་ཐམས་ཅད་བྱུང་ཡོད་པ་དང་ཤ་འུལ་གྱི་ལུང་བསྟན་ནས་མི་མང་རྣམས་ཧམ་སངས་བ་རེད། འོད་ཀྱང་ཁོང་ནང་དུ་འགྲོས་ནས་སོ་སོ་ཨག་པ་ལགས་ཁོང་ནི་ཨིས་ར་ཨེལ་གྱི་རྒྱལ་པོ་ཡིན་པ་དེ་ཤེས་མེད་པ་རེད།